ཆ་ཆེ་ཧ་ཅང་གི་སྟངས་མང་པོ་ཅིག་དང་དུས་བསགས་ཏེ། བཟོ་དགོས་ཡ་ཡིན་པ་ཅིག་བཟོ་རྒྱུ་ལྷག་བསྡད་ཡོད་པ་ཅིག་གང་ཞིག་ལ་ད་དང་ད་བར་དུ་ཡུལ་སྡེ་བ་དེ་གའི་ཐོག་ནས་ག་ལ་གང་ཟག་ཅིག་ཕན་ཚུན། འོ་ན་བློ་བསྡུ་གི་འཕྲུལ་རིག་གི་ཐོག་ནས་ཕན་ཚུན། དམག་རྒྱག་ཐོ་ཡས་ཀྱི་དེ་འདྲའི་ཅིག་གི་སྟངས་ཚང་ལ་སླེབས་ཡོང་གི་ཡོད་རེད། ད་ལྟ་དེ་འདྲའི་ཅིག་གི་འཛའ་དྲག། རེད་བྱས་ན་དེ་འདྲས་སོང་ཁེལ་ཡོད་བསྡད་པ་དེ་འདྲས་ཀྱི་རེད། ད་དེ་འདྲས་ཀྱི་མཚམས་ལ་དཔེ་ཆ་བཞག་ན་ད་ལྟའི་ངའི་ད་ལྟའི་གནས་སྐབས་སུ་ལྟ་རྒྱ་ཞིག་བལྟས་ནས་ཨ་རི་དང་རྒྱ་དམར་བར་གྱི་འཕྲུལ་ཆས་ཀྱི་ཐོག་ནས་དམག་འཁྲུག་ཅིག་ཡོང་གི་ཡོད་རེད་ཟེར་ཡས་འདྲ་བོ་ཅིག་གིས་ད་ཁ་ཤས་ཀྱི་ད་མགོ་བཙུགས་ཚར་རེད་ཟེར་ཡས་འདྲ་བོ་ཅིག་སྐད་ཆ་བྱས་ཡོང་བསྡད་དེ་རྩ་བའི་གནད་འགག་ཐུག་ས་དེ་ད་ལྟའི་སྐད་ཆ་བརྗེད་གཞི་དེ་འདྲས་ཤིག་ཡར་སྣང་དགོས་ཡས་ཀྱི་གནད་འགག་ཐུག་ས་དེ་ད་རྩ་བ་འདིར་ཐུག་བསྡད་ཀྱི་རེད། ད་ད་ལྟ་བར་ལམ་ལ་ད་ད་སྐད་སྣ་འདྲ། ལ་ད་ལྟ་རྒྱ་ནག་གི་བཟོ་ཚོང་གི་བདག་པོ་ཟེར་ན་འདྲ་ཡང་ན་དེ་གི་དཔལ་འབྱོར་གི་ཐོག་ལ་སྟངས་འཛིན་གནང་མཁན་ད་ལྟ་བུ་མོ་གཅིག་ཡོད་རེད་བུ་མོ་དེ་གི་མིང་གི་ཡ་མེན་ཝང་ཀྲོའུ་ཟེར་དོ་ད་ན་ཁོང་ཚོའི་གི་ད་ན་ཀམ་པ་ནི་དེ་གི་མིང་གི་ཡ་ཧའོ་ཝེ་ཟེར་དེ་རེད། ད་མོ་ར་སྦྱིན་བདག་དངོས་གནས་དེ་མ་ཡིན་པ་བྱེད། ཁོ་ར་མོ་ར་དཔའ་བོ་དེ་ད་སྦྱིན་བདག་དངོས་གནས་བྱེད། མོ་ར་དེ་གིས་ད་ཀམ་པི་ནི་ནང་ལོ་ད་ལས་ཀ་གཙོ་བོ་བྱེད་མཁན་འདྲ་པོ་དེ་ཡག་མ། འགྲོ་བདེན་མཁན་དང་ད་མདོ་ན་ཀམ་པི་ནི་ཆེ་ན་འདྲ་བཟོ་གྲ་ཧ་བེ་གི་ཚགས་བྱེད་ནས་ད་འཛོམས་ལས་དགའ་བ་དགའ་ས། འགྲོ་འདི་སྐད་ཅེས་རེ་བ་དང་ལས་ཀ་བྱས་ནས། མོའོ་རྟ་དཀར་ས་སྐེ་ན་འདྲ། ལྟོ་ཟེར་ནས་འཇུས་པ་རེད། ད་མོ་འཇུས་པ་ནས་བཟུང་སྟེ་ད་ཐང་ཐང། གནས་ཚུལ་དེ་ཆེན་པོ་ཆགས་སོང་ཁྱེར་རོ། ཁྱེད་ཚ་ད་འདིའི་གཟིམ་ཡ་དེ། ད་ནཱ་བྷེ་ཀི་སྐེ་ན་འདྲ་ཡ་གི། གྲོ་ཆས་བང་ཁི་ཨོ་ཚེ་ཤོ། ནས་བན་ཁོ་ལ། སྣང་ཐང་ལ་ནས་འབྱོར་ཡོད་དུས་ག་ལ་རྩ་བའི་བུ་མོ་དེ། སྐེ་ན་འདྲ་ཡ་གི་སྣང་ཐང་ནས་ར་ཤི་ཡ་ལ་ཚུད། ཕུ་ཡ་ཡིན་པ་བྱས།

དེའི་ནང་ལོགས་ལ་ད་གནས་ཚུལ་ཅི་ག་རེ་རེད་ཟེར་དུས་ག་ལ། ད་ལྟ་ཧའོ་ཝེ་ཀམ་པི་ནི་ཟེར་ན་འདྲ་བཟོ་གྲ་དེ་གི་འཇུས་ནས་ཚོང་འབྲེལ་བྱེད་དུས་ག་ལ། རྒྱ་ཤིང་དེ་ནས་བཀའ་གདམས་བྱས་ཚར་བའི་ལུང་པ་པེ་ན་ཨི་རན། ཨ་ནི་ཨ། ཨ་ནི་སི་རི་ཡ་ཨ་ནི་ཀིའུ་པ་དེ་ཚོའི་ནང་ལོགས་ལ་ཨ་ནི་ཁོང་ཚོས་སྐྱག་ལ་ཕག་ཚིལ་ཚོང་འབྲེལ་མང་པོ་བྱས་ཡོད་རེད། མ་ཟད་བམ་ལ་ད་ནི་བྱང་ཀོ་རི་ཡའི་ནང་ལོགས་ལ་ཡང་ཚོང་འབྲེལ་བྱས་ཡོད་རེད། དེ་ག་རེ་བྱེད་ཐུབ་ཀ་ན་བྱང་ཀོ་རི་ཡའི་དེ་གའི་ལ་རྒྱ་ཤེས་བལྟས་ནས་ད་ལྟ་དེ་བྱེད་ཞོར་དུ་ད་དངུལ་ཕག་ཚོའི་ཏང་ཡག་ཞོར་བ Transaction དངུལ་ཏང་ཡག་དེ་ལངས་ཀ་ཚང་མ་བཀག་ཞོར་ད་ཏང་ཕྱུག་མེད་ཅེས་ནས་དཔལ་འབྱོར་དུ་ནས་ཉེས་ཆད་གཅོད་ཞོར་རོ། ཡིན་ནས་དཔལ་འབྱོར་དུ་ནས་ཉེས་ཆད་གཅོད་བཞག་པ་དེ་ཨ་ནས་དངུལ་བྱང་ཀོ་རི་ཡའི་གིས་བོད་ཀྱི་དྲ་ལམ་བརྒྱུད་ནས་དངུལ་འགྲོ་གི་ཡོད་པ་ཨ་རིས་མཐོང་ཡོད་རོགས། དེ་དངུལ་དེ་ག་བ་བརྒྱུད་ནས་འགྲོ་གི་འདུག་ལྟ་དུས་ག་ལ་ད་ལྟ Huawei Company གིས་བོད་དུ་ཚོང་འབྲེལ་བྱེད་ཀྱི་ཡོད་པ་གཅིག་མཐོང་ཡོད་རེད། དེ་ལྟ་ཡོད་པ་ཡིན་ཙང་ད་དེ་གའི་གི་ཁྲིམས་འགལ་མང་པོ་ཅིག་ཁྲིམས་འགལ་མང་པོ་ཅིག་ཉེས་འཛུགས་བྱས་ནས་མོ་ད་ལྟ་སྐད་ན་འདྲའི་བཙན་ཁང་ནང་བཅུག་ཡོད་རོགས། ད་འཇུ་ཡོད་རེད་ད་བཙོན་ཁང་ནང་ན་ག་ན་ད་ལྟ་གང་ཉར་བ་ལ་ཡོད་རེད། དེ་ལྟ་མོ་བཙོན་ཁང་ནང་ལ་བཅུག་ཚར་བ་དང། ད་ཨ་ནེ། ད་ནི་ཧྭ་ཝེ་ཀོམ་པི་ནིའི་བཟོ་གྲྭའི་གི་ཨ་ནེ་ཐོག་ནས་ཀྱང་ས་ཁྲ་སྤེལ་ཡོད་རེད་ལ། ད་ནི་ཀེ་ན་རྡ་ལི་རྒྱོ་རྒྱ་ནག་གི་ཕྱི་སྲིད་ལྷན་ཁང་ནས་ཀྱང་ས་ཁྲ་སྤེལ་ཡོད་རེད། ས་ཁྲ་སྤེལ་ནས་ཨ་ནེ་གར་ལར་ཟེར་ན་འདིའི་ཉེས་པ་ག་སྐད་ཅིག་མེད། རྒྱ་ཆེའི་ཁྲིམས་འགལ་རང་བཞིན་འདི་གང་ཡང་མེད། ལུགས་དང་མཐུན་པའི་ཐོག་ནས། ཆུང་ཟེར་ན་འདྲ་ཡང་ན། ཁོ་རང་གིས་ད་བཟོ་གྲྭའི་གི་ལས་ཀ་བྱས་ཡོད་མ་གཏོགས་བྱས་ཡོད་རེད་མ་གཏོགས་དེ་འདྲ་སྐད་བྱས་ཡོད་མ་རེད་དེ་ཚ། ཡིན་གྱི་མིན་གྱི་གང་འཇོན་འཇོན་ཀླད་སྒྲོ་གཏང་གི་ཡོད་ཅེས་ནས་དགོས་འདུན་བསྟན་པ་རེད། དགོས་འདུན་བསྟན་པ་རེད་དེ་ཡིན་ནས་ད་ལྟ་ལས་བློས་མེད་པ་ཙམ་དུ་མ་ཟད་པའི་ད་ད་ལྟ། སྐད་ན་མེད་ན་ད་ཨ་རི་ལ་ཕ། རྩིས་སྤྲད་དང་མ་སྤྲད་ཟེར་གི་ད་ཏིག་ད་ལྟའི་གནས་སྐབས་སུ་སྐད་ཆ་དེ་འདྲ་འགྲོ་དང་འགྲོ་བཞིན་པ་རེད་དོ་དེ། གནས་ཚུལ་དེ་བྱུང་ཚར་དུས་ཀར་ལ་རྒྱ་ནག་ནས་རྒྱ་ནག་གཞུང་གིས་ག་རེ་བྱས་པར་ཟེར་ན། ད་ལྟ་ཀེ་ནཱ་རཱ་གི་མི་སེར་ད་ལྟ་སྤར་ཝར་ཟེར་གྱི་ད་ལྟ་ཀོའུ་ཕུ་རིག་ཟེར་གྱི་མི་གཉིས་ཟིན་པ་རེད། ད་ལྟ་རྒྱ་ནག་གི་ཉེས་རྡུང་བོད་འཇུས་པར་བ། ད་འཇུས་དུས་ཀར་ལ་རྒྱུ་མཚན་དེ་རྒྱ་ནག་གི་བདེ་འཇགས་ལ་གནས་པས་ཁོ་གཉིས་ལས་ཀ་བྱེད་ཀྱི་འདུག་ཟེར་གྱི་ནས།

ག་ད་བདེ་མཆོག་གི་ཐུགས་ལ་ཉན་ཁ་ཅིག་བཟོས་པ་ཡིན་ན། ཁོ་གཉིས་ལ་མེད་ཀི་ནི་སྐྱིད་པ་ཐོགས་སུ་བྱས་ནས་ཉན་གི་རེད་ཟེར་གྱི། ད་ཚེ་བག་དེ་འདྲས་བྱེད་ཀྱི་ཡོད་རེད་དེ་ཡིན་ན་རྒྱ་ནག་ངོས་ནས་དེ་ངེས་ལེ་བྱེད་ཀྱི་ཡོད་པ་ད་ངེས་ལེ་མ་བྱས་ནས་རྒྱུ་མཚན་ག་རེ་འདང་དགོས་རེད་ཟེར་ན། ཕ་གིའི་བུ་མོ་འཇུ་བས་ད་ང་ཚོའི་འདི་ནས་མི་གཉིས་འཇུ་བས་དེ་འབྲེལ་བ་མེད། ཡིན་ན་ཁོ་གཉིས་ཀྱི་བདེ་མཆོག་གི་ཐུགས་ལ་ནས་བྱེད་ཀྱི་འདུག་ཟེར་གྱི། ག་ད་བདེ་མཆོག་གི་ཐུགས་ལ་ཕ་གི་ལ། རྒྱ་ནག་གི་གནས་ཚད་ཡོད་རྒྱུར་ལས་ཀ་དེ་འདྲ་བྱེད་ཀྱི་འདུག་ཟེར་ནས་ད་སྐྱོན་དེ་བཙུགས་པ་རེད། ད་ལྟ་ཨིན་ཇི་དང་དང་པའི་གནས་སྟངས་སོགས་གནས་ཚུལ་དེ་འདྲའི་ཞིག་ལྟར་འགྲོ་བཞིན་པའི་སྐོར་རེད། འདི་ལྟར་ཤོག་ཚོགས་ནས་ད་རྩ་བའི་ད་ལྟའི་ཐུག་ས་དེ་ད་ལྟ་བར་ལམ་གཅིག་ནས་ད་ད་ལྟ Huawei Company གི་བཟོས་ཡ་དེ་ད་ལྟ

སའི་གོ་ལ་ངའི་ག་བ་ག་ས་ལ་བཀྲོངས་པ་ཡིན་པ་ཡིན་ན་ཨ་རོའི་ངོས་ནས་ད་འདི་གི་ཉེན་ཁ་ཆེ་ཤོས་དེ་ཨ་ནི་གོ་ལ་ཤེས་ཡོན་གྱི་ཨ་ནི་བདེ་འཇགས་ལ་ད་དེ་ཉེན་ཁ་ཆེན་པོ་བཟོ་གི་རེད་ཟེར་ཅེས་ནས་ད་དེ་དོགས་ཟེར་བྱེད་ཀྱི་འདུག་དེ་དེ་དོགས་ཟེར་བྱེད་ལུགས་བྱེད་སྟངས་ག་རེ་ཟེར་འདུག་ག་ལ Five G དེ་གི་ད་གནས་ཚུལ་དེ་ཧ་ཅང་གི་ད་ག་རེ་ཟེར་བ་ད་དེ་སྔའི་གི་ད་འཕྲུལ་ཆས་ནུས་པ་དང་མ་འདྲ་བ་ཅིག་ཧ་ཅང་གི་དོགས་ཆེན་པོ་ཡོད་རེད། ཇི་ལྟར་ཡིན་པ་ཡིན་ཙམ་འདི་སུས་བེད་སྤྱད་བཏང་བ་ཡིན་པ་ཡིན་ན་འདི་གི་རྒྱུ་ནས་རྒྱ་ནག་གི་སྲོལ་རྒྱུན་གནས་ཚུལ་ཚང་མ་ལོག་ཨ་ནི་ངོ་ཤེས་བྱས་ཐོག་རེད་ཟེར་ན་ད་ཨ་རི་གི་མི་སྔ་ཕྱི་རྒྱལ་གཙོ་ཡི་གེ་གཙོ་བོ་ཡོད་ས་ད་རྒྱུ་མཚན་བགྲང་ཡ་དེ་ཇི་ལྟར་ཡིན་པ་ཡིན་ཙམ་ཨ་རི་གི་ད་ཡུ་རོབ་གི་ད་ཁོ་རང་ཚོ་མཐུ་ཤོར་རྒྱ་དཀར་དང་ཨ་ཧྥི་རི་ཀའི་ལུང་པ་དང་དེ་ཚོ་ཚང་མ་ལོག་ད་ཨ་རི་རྐུ་མ་དང་ནི་འདི་ཉོ་ཆོག་མེད་འདི་མ་ཉོ་རུ་གྱིས་འདི་ད་འབྲེལ་མཐུད་མ་བྱེད་རུ་གྱིས་ཟེར་གྱིས་ནི་འདི་ད་འབོད་སྐུལ་ཞུས་དང་ཞུ་བཞིན་པ་ཅི་རེད་དོ་དེ། བྱས་ཙང་ད་སྐམ་རིད་གཉིས་ཀྱི་བཟོ་ཚོང་གི་རྒྱལ་དར་པར་བ་དེ་གི་ཟེར་ལབ་ཡིན་ན། ད་འདི་ཨ་རི་གི་ཁྲོམ་ཐོག་རང་རེད། རྒྱ་ནག་གི་ནང་ལོག་ལ་འདི་འདྲིས་གི་བཟོ་གྲ་རེད་ལ་ཨ་རི་ཙམ་ནས་དགའ་བོ་ཡོད་མ་རེད། བྱས་ཙང་ཨ་རི་གི་ཁྲོམ་ཐོག་རང་རེད། ང་ཚོའི་གི་འདིས་གི་རྐུ་མས་ཨར་འདིས་གི་ལས་གཞི་མང་པོ་ཆེ་གཉེར་ནས་བཙུགས་ནས་ལོ་བཅོ་བརྒྱ་ལྔ་འགྲོ་ཚར་བ་རེད་དེ་འདི་གི་ཐུགས་ལ་རྒྱ་ནག་གཞུང་དང། འབྲེལ་བའི་ཐོག་ནས་གསང་བའི་གནས་ཚུལ་སྐུ་ཕྱྭའི་ཕྱོགས་པའི་གནས་ཚུལ་སྟངས་ཀྱི་རྐང་གཅིག་གོ་རྒྱུ་མེད། ཡོད་ན་རྒྱ་ཆེའི་ཁྲིམས་ཀྱི་ཐོག་ལ་དོན་ཞུ་དང་ང་ཚོས་ཀྱིས་གསལ་བཤད་བྱས་ཆོག་གི་རེད། ང་ཚོས་ཁྲིད་ཀྱི་ཐོག་ལ་གཏུགས་ཆོག་གི་རེད་ཟེར་ནས་པར་བ་དེ་དོགས་ཟིན་ལབ་རེད། དོགས་ཟིན་ལབ་རེད་དེ་ཡིན་ནས་ད་ཨ་རིག་གི་སྦེལ་ཀུ་དང་ཨ་རིག་གི་ཐུ་ཧྲུའུ་རྒྱ་གར་དེ་ཚོར་གཏོགས་ཆེན་པོ་ཆགས་བསྡད་ཡོད་པ་ཡིན་ཙང་དཔེར་ན་ཨོ་སི་ཀྲུ་ལི་ཡ་ཡིན་པ་ཡིན་ན་ཡང་འདི་བེད་སྤྱད་གཏང་རྒྱུ་དཀའ་ཚར་བ་ཅིག་རེད། ཨ་ནི་དེའི་ནོར་ཞིག་གི་དོན་དང། ནིའུ་ཛི་ལན་ནི་ཡ་ཀ་ཚ་ཤ། ཨ་ནི་དེའི་ནོར་ཞིག་གི་ཏ་ཡུ་རོ་ནང་ལོག་ལ་དོན་དང། འཇོན་མི་ནི་དོ་དབྱིངས་ནས་གཉིས་ཀ་ཁ་སོ་དང་པོ་ལ། ད་ཉོ་གི་ཡིན་འདུག་ཏུ་འདྲ་བོ་ཅིག་ཉོ་ན་ཁེ་ཡོད་མ་རེད་ང་ཚོའི། བདེ་མཆོག་གི་ཆ་ནས་ཉེན་ཁ་ཡོད་ས་མཚམས་དེ་གའི་ང་ཚོས་གིས་བསྙེན་བཀུར་བྱས་གི་ཐབས་ལམ་ཡོད། ཞེས་ང་རང་ཚོ་གི་ཕཱིབ་ཇི་ཟེར་ན་འདྲ་ད་ལྟ་ཀི་མའི་གྲྭ་ལོག་གི། དྲ་ལམ་གི་ཏཱ་མི་ར་དི་མ་སོ་ནི་མི་ར་ལྔ་པའི་གི་ལས་ཁུར་འདི་ང་ཚོས་ཉོ་གི་ཡིན་ཟེར་ནས། ཆ་ཚ་བྱས་པ་རེད་དེ། ཡིན་ན་ཡང་ཁ་ཚ་ཁེ་ཉེ་ལྟ་འདི་གི་གདེང་འཇོག་ཐོག་ལ་ད་ནི་ང་ཚོའི་གནས་ཚུལ་གསལ་བོ་མེད་པ་ཡིན་ཚེ་ང་ཚོས་མཚམས་བཞག་གི་ཡིན། ལས་གཞི་འདི་དང་འབྲེལ་བའི་བོད་སྐད་ལ་ང་ཚོས་དྲ་ལམ་དེ་གའི་ནང་ལ་འདི་བཅུག་བཞག་པ་དེ་གའི་ཚང་མ་ལ་མ་སྟོན་གི་ཡིན་ཟེར་ནས་ཡང་དེ་འདྲའི་ཡིག་ཆ་སྒྲོག་བྱས་ཚར་འདུག་དོགས་སུ་བལྟས་དུས་ག་ལེར་བྷི་ཤེ་བྷི་ཤེ་ད་ཡུ་རོ་ཁུལ་དང་དེ་ཚང་མ་ལ་ད་ནི Five G གི་ལས་ཀ་འདི་ཕ་ཤེལ་བཀག་འགྲོ་ཡས་ཅིག་ཕ་ཤེལ་མཐུད་ཐོག་ཁ་པོ་འདྲ་བ་ཅིག་དེ་འདྲས་ཅིག་ཆགས་ཀྱི་ཡོད་ས་རེད། དེ་ཆགས་པ་ཡིན་པ་ཡིན་ན་ད་འགྲོ་ལ་ཐེམ་བུ་མང་པོ་བྱས་ཏེ་རྒྱ་ནག་གི་བཟོ་ཚོང་ཁང་དེ་ལ་གྱོང་རག་དགོས་རེད། གྱོང་རག་རེད་ཞེས་པའི་དོན་དག་ག་རེད་ཟེར་ན། ད་ལྟ་དཔལ་འབྱོར་ཡོད་བསྡད་པ་དེ་མེད་པ་བཟོས་གལ་ཆེན་པ་ཡིན་པ་བྱས། ད་འདིར་ལམ་ཁ་དེ་གས་ཤེས་པ་ཡིན་པ་ཡིན་ན་ཁེ་བཟང་དེ་འདྲས་ཅིག་རག་གི་ཡོད་ས་ད་ད་ནི་ཨ་རིག་དེ་རག་བཅུག་གི་ཡོད་མ་རེད་ཅེས། ཡིན་ན་ད་ད་ནི་རྒྱ་གར་གྱི་ཉོ་རྒྱུ་འདྲ་བ་ཅིག་ཕར་ལོང་ཐག་ཆད་བསྡད་པ་ཅིག་ཉོ་ཚ་ཡིན་ཟེར་དེ་འདྲས་ཀྱི་སྐད་ཆ་མང་པོ་ཅིག་བྱུང་བ་རེད། གལ་སྲིད་དེ་བསྟན་པས་བྱུང་བ་ཡིན་ན་ད་ཉིས་སྟོང་ཉི་ཤུ་ནས་ཕར་ཕྱིན་འགོ་གཙོ་ཐོ་ཡེ་བྱེད་ཀྱི་མི་ཚང་མས་དེ་འདྲའི་བྱེད་ཀྱི་ཚད་འོག་འགྲོ་བཞིན་པའི་སྒང་རོ། ད་འོ་ན་ད་དྲི་བ་ཡོད་རེད་ད་ཨ་རིག་གི་ཨ་རིག་གི་མི་ཆུང་ཆུང་དེ་འདྲ་མ་རེད་ཨ་རིག་སྲིད་འཛིན་གཞན་པ་པེན་སི་ཁོ་ར་ཁང་གསར་པའི་གི་ལུང་པ་གཉིས་ས་ཆོས་ལ་སྐོར་ར་རྒྱག་དུས་སྐར་ལ་ལུང་པའི་གི་གནས་ཡ་མི་སྣ་ཆེན་པོ་དེ་ཚོ་ལ་པ་དངུལ་སེ་རང་མང་དོན་ནས་འབད་སྐུལ་ཞུ་དགོས་ཡས་ཆགས་པས་རྒྱ་ནག་གི་ཧྥ་བྷི་ཇི་དེ་མ་གཙོ་རུ་བྱེད་ཟེར་བྱས་ནས། ད་མི་ཚོ་དེ་འདྲའི་ཡིན་པ་ཡིན་ན་ད་ཨ་རི་གཞུང་གིས་དང་ལེན་གྱི་དེ་གནས་ཚུལ་ཐད་ལ་དེ་འདྲའི་ཡི་གེ་ཞལ་སྣང་དང་སྔ་དྲོ་བྱེད་དགོས་ཡོད་ཀྱི་རྒྱུ་མཚན་ག་རེ་རེད་ཅེས་ནས་དྲི་བ་བཏང་ཡོད་དུས་ཀ་ལ་ད་འདིའི་རྒྱ་སྐྱོང་ལ་ཚེག་བག་བྱེད་མཁན་ལ་རིགས་མ་འདྲ་བ་མང་པོ་ཞིག་ཡོད་ད། ད་དེའི་ནང་ལ་གཙོ་གནད་འདྲ་བོ་གཅིག་ག་རེ་ཡོད་རེད་ཞུས་པ་ཡིན་ན། ཨ་ད་རིགས་གཅིག་གིས་ལབ་པ་ཡིན་ན་ད་ལྟ་བར་དུ་ད་འཕྲུལ་རིག་གི་ཐོག་ལ་གནས་ཚུལ་ཚང་མ་བཏང་གལ། ཨ་ནི་བེད་སྤྱོད་བཏང་གལ། ལྷག་པར་དུ་ཡང་གསང་བའི་གནས་ཚུལ་དེ་གའི་དེ་སྐུ་ཆེ་བྱེད་ཡག། ཨ་ནེ་ཉུ་ཤུ་རྗེ་ཡག། སོ་མི་ནེ་ཚོ་སྔོ་ཡག་གི་རིགས་ལས་ཁྲུན་ཆེ་གི་མ་ལག་དེ་ད་ཨ་རི་དང་ད་མེ་ཁ་སང་དམ་པོ་ཆགས་དེ་ཡོད་རེད། ཁྱེད་ཚོ་ཆགས་དེ་གི་ཡོད་པ་ཡིན་ཙང་འདི་གནས་ཚུལ་དེ་ད་ན་ཉིན་ཉི་ཤུ་བཅུ་གསུམ་ལོག་ལ་ཨ་རི་ནས་ད་ནི་སི་ནོར་ཏྲེ་ཟེར་གི་ཕོ་སར་དེ་ཁོ་སང་ཨ་རི་གི་སོང་ཡིན་ལས་ཁོ་ནི་མ་བྲོས་ནས་རྒྱ་ནག་ལ་བྲོས་དེ་ནི་ར་ཤི་ཡའི་གི་ཉར་ཚགས་བྱས་ཡོད་དུས་ག་ལ་བཀའ་བསྡུས་དུས་ད་གནས་ཚུལ་ཚང་མ་ཤོ་ལོ་སྟོན་པ་རེད་བ། དེ་གི་གནས་ཚུལ་ལ་བལྟས་ཡོད་དུས་ག་ལ་ད་རིམ་པས་རྒྱ་ནག་ཁོ་རང་ཚོའི་དེའི་ཐོག་ལ། བྱེ་བྲག་གཅིག་ལྟར། བློ་འཚབ་ཆེན་པོ་སྐྱེས་ཡོད་རེད་བློ་འཚབ་ཆེན་པོ་སྐྱེས་པ་ཙམ་ཙམ་མ་ཟད་འདི་ལྟར་ཨ་རི་ཡིག་གི་འཕྲུལ་ཆས་ཀྱི་ཐོག་ནས་འདེབས་སྐྱེལ་བཅས་ཀྱི་སྲུང་བའི་གནས་ཚུལ་བཀོད་སྤྱད་བྱེད་དགོས་ཁག་ལ། རྒྱ་ནག་རང་གིས་འདི་འདྲ་བ་ཞིག་ད་སྤྲུལ་མ་ཐག་ན་ཡོང་གི་མེད་པ་བཅས། ཚོར་སྣང་བྱུང་བ་ནས་བཟུང་སྟེ་ད་ད་ལྟའི་གནས་སྐབས་སུ། རྒྱ་ནག་གིས་ཨ་རི་ལ་ཁ་གཏད་གཅོག་ཡོད་རེད་གསུངས་བཏང་གི་ཡོད་རེད། དེ་འདི་ཡིན་པ་ཡིན་ཙང་གལ་སྲིད་དེ་འདྲ་ཕྷཱིབ་ཇི་དེ་ལུང་པ་ག་བ་ག་ས་ཆ་ད་བཞིན་པ་ཡིན་པ་ཡིན་ན། ད་ཨ་རིག་གི་ཟེར་ཡ་ལ། ད་ལྟ Five G བེད་སྤྱོད་བཏང་མཁན་གྱི་མི་སུ་འདྲ་ཞིག་ཡིན་པ་ཡིན་ན། དེའི་རྒྱུ་ནི་གནས་ཚུལ་ཚང་མ་ལ་རྒྱ་ནག་གཞུང་གིས་ལྟ་ཐུག་རེད་ཟེར་ཞིང་ད་རྒྱ་ནག་ཨ་རིག་དེ་ལེགས་ཡོད་རེད་དེ། ད་འཛམ་གླིང་ཉོ་ཤེས་པ་ཁག་ཅིག་གིས་གནས་ཚུལ་ངོ་མ་དེ་དེ་མ་རེད་ཟེར་བར་ད། གནས་ཚུལ་ངོ་མ་དེ་ག་འདྲ་ཟེར་དུས་ད་ནི་ད་ལྟ་བར་དུ་ད་དྲ་ལམ་གྱི་ཤུགས་ཚད་ཆེ་ཤོས་དེ་ད Five G ཆགས་ཀྱི་ཡོད་པ་ཡིན་ཙང། ད་ལྟ་བར་དུ་ཨ་རིའི་གི་གནས་ཚུལ་ཚང་མ་མཁོ་སྒྲུག་བྱེད་ཡ་དེ་གནས་ཚུལ་ཚང་མ་རྐུ་འཁྱེར་བྱེད་ཡ་གནས་ཚུལ་ཚང་མ་དངོས་ཡག་གི་དྲ་ལོང་གི་འདུག་ཚད་དེ་ཕ་བྷི་ཇི་ལ་འགེལ་ཡོད་མ་རེད། ཕ་བྷི་ཇི་ལ་འགེལ་མེད་པ་ཡིན་ཚ་ད་ལྟ་བར་དུ་ཨ་རི་ལ་ཡོད་བསྡད་རྒྱུ་གི་གཙོ་བོ་སོ་བྷི་ནན་སི་དངོས་ཡག་གི་མ་ལག་གཙོ་བོ་སྔ་ནས་གྲོགས་པ་དང་རྩིས་བསྡད་ཡ་དེ་ཚང་མ་ཡིག་གི་ཕ་བྷི་ཇི་བཙུགས་ན་དེ་རྔོག་ཐུག་ཡོད་མ་རེད། སྔོན་མ་ཐོག་དེ་ག་ལ་རང་བཞིན་གྱིས་ཨ་རི་གི་སྟོབས་ཤུགས་དེ་རྒྱ་ནག་ལ་ཤོར་བ་ལྟ་བུ་ཅིག་བྱས་ན་གཙོ་བོ་བྱེད་ས་དེ་རེད། ཡིན་ནའང་ཨ་རི་ག་གང་འཇོག་འཇོག་ཅིག་གིས་ད་ལྟ Five G གི་ནུས་པ་འདང་གི་ཤེས་པ Five G གི་འགྲན་ཟླ་མི་སྦྱོར་ཅིག་ཨ་རི་གི་དྲ་ལམ་གྱིས་བཟོས་ཡ་གི་མི་ཚོ་བྱེད་ཀྱི་ཡོད་རེད། དེ་བཟོས་ཚར་ན་ད་ལྟ Five G དེ་རྒྱ་ནག་ནས་བཙུགས་པ་ཡིན་ན་འདྲ་ཨ་ནི་ཨ་རི་གི་མི་ར་ག་གིས་ཤེས་ཀྱི་མ་རེད་ཅེས་ནས་ད་དེ་འདྲིའི་ཅིག་གི་གནས་ཚུལ་ཅིག་འགྲོ་བསྡད་པའི་ག་ཅིག་རེད། གནས་ཚུལ་གསོམ་སྟངས་ས་ཅིག་དེ་རེད་ད། རྩ་བའི་ད་ལྟ Five G དེ་བཙུགས་ཚར་བ་ཡིན་པ་ཡིན་ན་འདིའི་ལ་ཁེ་ཕན་རྒྱ་ནག་སྤྱི་པོ་ཁེ་མ་རེད་ཤེས་ཡོན་རྫོང་པོ་ལི་གིས་གང་ནས་གང་བ་ཟེར་ན་འདི་བོད་ཤོག་ཐང་ཐོག་མའི་ཚོར་ཁེ་ཕན་ཆེན་པོ་ཡོད་རེད་ཟེར། ཁེ་ཕན་ཆེན་པོ་ག་རེ་ཡོད་རེད་ཟེར་དུས་ཀ་ནས་དཔེར་ན་སྨན་ཁང་དེ་གའི་ནང་ལ་གཤག་བཅོས་བཏང་དུས་ག་ལ་དེ་རིགས་གང་སོང་ཡིན་པ་ཡིན་ན། གློག་དེ་འདྲའི་གཟུ་བོའི་ནང་ལ་བཏང་ནས་བཤགས་བཅོས་བྱས་བཅུག་ཡོད་རེད་ཁྲག་གི་སྟེགས་ལས་ཀ་བྱས་བཅུག་ཡོད་རེད། བྱེད་དུས་ཁག་ལ། ནང་རྒྱུད་ཡིན་པ་ཡིན་ན་དཔེར་ན་སྐར་ཆ་གསུམ་བཞི་ཡང་ན་སྐར་མ་གཅིག་གཉིས་འགོག་གི་ཡོད་ན། སྨན་དེ་གཟུ་བོའི་ནང་ལོགས་ལ་སྐོར་རྒྱག་ཡས་ལ། སྨན་ཁག་དེ་གས་དེ་སྐོར་རྒྱག་ཡས་ལ་འགོག་གི་ཡོད་ན་དྲ་ལམ་གྱི་བརྒྱུད་ནས་སྐོར་རྒྱག་ལ་འགོག་གི་ཡོད་ན་ད་ལྟ་དེ་སྐར་ཆ་གཅིག་མ་གཏོགས་མང་པོ་ཡས་དེ་འདྲ་བྱ་འགྲོ་རེད། ཡིན་པ་ཡིན་ཙང། ནད་པ་སྐྱོ་ཡས་ལ། ད་ལྟའི་དུས་ཀྱི་བོད་ཐུག་ཆེ་བ་དང་དཔལ་འབྱོར་འགྲོ་སོང་ཉུང་བ་ཞིག་ཆགས་ཀྱི་རེད། བྱས་ཙང་འཕྲོད་བསྟེན་གྱི་ཆ་ནས་བཤད་པ་ཡིན་ན་དེ་ཕན་ཐོགས་ཡོད་པ་གཅིག། ཨ་ནི་རྐུན་མས་དྲག་རློམ་འདིའི་རྒྱུ་ནས་འཛམ་བུ་གླིང་ནང་ལ་ནུས་པ་བེད་སྤྱད་བཏང་ཡ་ལ་ཡང་ཚད་གཞི་ཉུང་དུ་འགྲོ་བ་རེད། རྐུན་མས་དྲག་རློམ་ད་ལྟ Five G འདིའི་གི་རྒྱུ་ནས་ཨ་ནི། རྟགས་དམག་གི་ཐོག་ལ་ཡང་ཡང་དཔེར་ན་མི་བཟོས་མ་དགོས་པའི་འཕྲུལ་ཆ་དེ་འདྲས་ཀྱི་ཐོག་ལ་འདིས་ནུས་པ་ཆེན་པོ་ཐོན་གི་རེད། ཨ་ནི་ཡང་ང་ཚོའི་བཅོས་མིན་གྱི་རྣམ་དཔྱད་བཟོས་ཡ་ལ།

མ་ནས། དེ་འདི་གི་ད་ལས་གཞི་ཆེན་པོ་དེ་འདྲའི་གཙུག་ཐོ་ཡ། ལུང་འགྲོ་འཇུག་ཐོ་ཡ་ག་འདྲས་ས་རེད། ཨ་རིག་གི་དེ་འདྲའི་བཟོ་གྲ་དེ་ལ་དེ་འདྲའི་ཞེད་སྣང་བྱེད་དགོས་ཡ་གི་རྒྱུ་མཚན་ག་རེ་བྱེད་འདུག་ག་ནི། ཡང་གཞུང་གཞས་ཅིག་ནས་རྒྱུ་མཚན་གཅིག་དེ་དེ་འདྲ་མགོར་ད་ན་བཟོ་ཚོང་ཁང་དེ་གི་བདག་པོ་དེ་ལ། ཨ་ནས། ཏར་ཨར། རན་ཏེར་ཕིན་ནས་ཟེར་དོག་དེ་ཡིན་ན་དབྱིན་ཇིའི་ནང་དུ་དེ་འདྲ་ཞིག་འདུག་རྒྱ་སྐད་ཚིག་ངོ་མ། ཚིག་གདངས་དེ་མ་དག་མ་དག་ཡོང་གི་རོ། ཨ། དེ། ངས་མ་ཡིན་པ་ནི་རྒྱ་ནག་གི་དམག་མི་ཅིག་གི་ནང།

དེ་གཙོ་དུས་སྐབས་ལ་དང་པོ་དུ་གཙོ་བོ་མོ་པའི་དེ་གའི་ཡང་མ་གཅིག་སུས་བྱ་བ་ཟེར་དེ་གའི་ཡང་མ་སྤར་དང་བསྲེས་བཅད་ཀྱི་ལས་གཞི་དེ་འདི་གཅིག་ཐོབ་ལ་དང་པོ་ལས་ཀ་དེ་ནས་འགོ་བཙུགས། རིམ་པས་ལས་ཀ་དེ་རྒྱ་ཆེ་རུ་སོང་ལས་ཀ་དེ་པི་དར་དང་ཡར་འགྲོ་དུས་ཁ་ནས་ནི་ཁྲོམ་རའི་ཚོང་འབྲེལ་དེ་རིགས་ཆེན་པོ་ཆགས་པ་རེད། ཆེན་པོ་ཆགས་ནས་དཔེར་ན་ཉིས་སྟོང་བཅུ་བདུན་ཕྱི་ཟླ་དགུ་པའི་ནང་ལོ་ཁོང་ཚོའི་གི་ལས་གཞས་ཀྱི་གྲོང་པོ་དེ་ལས་གཞས་འདི་ཆགས་རེད། འབུམ་གཅིག་དང་ཁྲི་བདུན་གིས་ཟིན་པ་རེད་ལས་ཀ་བྱེད་ངེས། བཞིན་ཡོད་རེད། ད་དེ་གའི་དེའི་ནང་ལོགས་ལ་དཔེར་ན། སྟོང་ཕྲག་བདུན་ཅུ་གྱ་དྲུག་ཟེར་འདུག་ག་ནི་ཁྲི་བདུན་དང་ཕྱེད་ཀ་ཟིག་དང་ལྷག་བཙའ་ཞིག་གིས་ཀམ་པེ་ནི་དེའི་ནང་ལོགས་ལ་བཟོ་གྲྭ་དེའི་ནང་ལ་ལས་ཀ་གཙོ་བོ་བྱས་ཏེ་ཉམས་ཞིབ་ག་འདི་བྱེད་དགོས་ཀྱི་ཡོད་མེད་ཡར་རྒྱས་ག་འདི་གཏང་དགོས་ཀྱི་ཡོད་མེད་ཀྱི་འཕྲུལ་ཆས་དེ་གའི་ཐོག་ལ་བརྟག་དཔྱད་བྱེད་མཁན་ཞག་ཡོད་རེད།

ཨེ་རི་ལང། ཨིན་དྲི་ཡ། ར་ཤི་ཡ། ཨི་ཟི་རེལ། ཁྲི་ཀི་དེ་ཚོ་ཚང་མའི་ནང་ལོགས་ལ་བཙུགས་ཡོད་རེད་ཟེར་ཁོང་ཚོའི་ལས་ཀ་དེ་ཡིན། དེ་ཚོ་དེ་བཙུགས་ནས་ཉིས་སྟོང་བཅུ་གསུམ་ནང་ལོགས་ལ་ཁོང་ཚོའི་ཡོང་འབབ་དེ་རྩིས་རྒྱག་དུས་ཁ་ནས་འགྲོ་ལ་ཐེངས་འབུམ་བཅུ་གསུམ་དང་ཚེས་བདུན་ཚེས་བརྒྱད་དེ་འདྲི་བྱེད་ཀྱི་རག་ཡོད་རེད། ཐེངས་འབུམ་བཅུ་བཞི་མ་སེམས་ཙམ་དེ་འདྲི་བྱེད་ཀྱི་ཡོང་འབབ་རག་ཡོད་རེད། དེ་ཚ་ཁམ་པེ་ནི་དེ་ད་ལྟ་བཟོ་གྲྭ་དེ་ཧ་ཅང་གི་ཆེན་པོ་ཆགས་འགྲོ་ཡོད་ཅིག། དཔལ་འབྱོར་ཡོང་འབབ་ཆེན་པོ་བསགས་ཐོག་ཡོད་ཅིག་དེ་འདྲི་བྱེད་ཆགས་ཡོད་རེད་ཟེར་གྱི། དེ་ནས་ཡང་གནས་ཚུལ་གཉིས་པ་དེ་འདིའི་རྒྱ་སྒྱུར་ནས་ཚེ་དབང་བྱེད་ཡས་དེ་ཨ་རིག་གི་གཞན་དག་ངོ་མ་བྱེད་ས་དེ་ད་ལྟ་རྒྱ་ནག་ལ་མ་རེད་བྱང་ཀོ་རི་ཡ་ལ་རེད་ཟེར་གྱི་འདི་ཡང་ཚེ་དབང་བྱེད་དོ། ག་རེ་རེད་བྱེད་དུ་ག་ནས་དེ་ནི་བྱང་ཀོ་རི་ཡ་དང་རྒྱ་ནག་གཉིས་བར་དུ་ད་ལྟ་ཚོང་འབྲེལ་དེ་མདུན་གྱི་དཔལ་འབྱོར་གྱི་ཚོང་འབྲེལ་ཙམ་མ་ཡིན་པ་ཁྱེད་རྒྱ་ལོ་དྲ་རྒྱའི་ནང་ལོག་ནས་ནས་འབྲེལ་མཐུད་གསང་བའི་ཐོག་ཏུ་འབྲེལ་མཐུད་དམིགས་བསལ་བྱེད་འགྲོ་བསྡད་ཡོད་རེད། ག་རེ་བྱེད་དུ་ག་ནས་བར་ལ་བྱང་ཀོ་རི་ཡའི་གི་ནས་དྲག་རྒྱའི་ཐོག་ནས་ཟེར་ན་དྲག་པོ་གིས་དྲ་ལམ་གྱི་ཐོག་ནས་ཚོང་འབྲེལ་ག་འདྲ་བྱས་ཀྱི་ཡོད་མེད་དང་དེ་ཨ་རིག་གི་གསུང་ཡོད་དུ་ནས་གནས་ཚུལ་ཉུ་ཤུ་བྱས་པ་རེད། དེ་ཉུ་ཤུ་བྱས་པའི་གནས་ཚུལ་འགྱུར་རིགས་ནང་ལ་ག་རེ་མཐོང་བར་ཟེར་ན་བྱང་ཀོ་རི་ཡ་གི་དྲ་ལམ་དེ་ལང་ཀ་གཉིས་ནས་འགྲོ་གི་ཡོད་པ་གཅིག་གཅིག་དེ་ད་ལྟ་ཡང་ལུགས་གཙང་པོའི་རྒྱུད་ནས་རྒྱ་ནག་ཕྱོགས་ལ་མང་འགྲོ་གི་ཡོད་པ་གཅིག་དང་གཅིག་དེ་བྱང་ཀོ་རི་ཡ་གི་ནུར་གྱི་ཤུ་ནས་ད་ལྟ་དེ་ར་ཤི་ཡའི་ནང་ལོགས་ལ་ཕར་རྒྱུག་འགྲོ་གི་ཡོད་པ་གཅིག་གཉིས་ལང་ཀ་གཉིས་རག་ཡོད་རེད། ཉེ་དུས་ཀ་ལ་ད་ལྟ་ན་བྱང་ཀོ་རི་ཡ་ལ་ཨ་རིག་གིས་འཚེ་བ་མ་ཐེབས་པའི་དོགས་སེལ་གྱི་ག་དུས་ན་ཡོད་རེད་ག་རེ་རེད་ཡོད་རེད་ཟེར་དུས་ཀ་ལ་བྱང་ཀོ་རི་ཡ་དེ་གཅིག་བྱས་ན་ཧ་ཅང་གི་ད་ནང་གི་དྲ་ལམ་གྱི་སྟོབས་ཤུགས་ད་ལྟ་ང་ཚོ་དེ་ཟེར་ཡོད་པ་ད་ལྟ་ང་ཚོས་གློག་རྡུལ་གྱི་འཕྲུལ་རིག་གི་ཐོག་གི་ནང་གི་ཀ་མད་དྲ་ལམ་གྱི་སྟོབས་ཤུགས་དེ་ཧ་ཅང་ཤུགས་ཆེན་པོ་གྱི་ཡོད་སྲིད་པ་གཅིག་གི་ཚོར་སྣང་ཤུགས་ཆེན་པོ་ཡོད་རེད་གཉིས་པ་ཡིད་ཚ་གལ་སྲིད་རྒྱ་ནག་གི་ད་ལྟ་ཕཱིབ་ཇི་དེ

བྱང་ཀོ་རི་ཡ་ལ་ཨ་རི་གི་དཔལ་འབྱོར་ཉེས་ཆད་བཅད་ཡོད་འདུག་ག་ལ། ཉི་མ་ཁ་ཤས་ལས་མ་འགྲོ་བ་བྱས་ནས་བྱང་ཀོ་རི་ཡའི་གི། བྱང་ཀོ་རི་ཡའི་ཡི་མེད་དུ་ཕྱིན་དགོས་ཡོད་མ་རེད་དེ་གང་ལྟར། གཙོ་བོ་ཡི་མེད་གི་སྨན་ཁང་ནང་ལོགས་ལ་དང་པོ་བྱུང་མར་བ། གློག་ཀླད་དེ་གི་ཚང་མ་ནང་ལོགས་ལ་འབུ་ཞུགས་ཏེ་ཅིག་གི། གློག་བུ་དེ་འབུ་ཞུགས་ནས་གློག་ཀླད་དེ་གི་སྒོ་ཕྱེ་མ་ཐག་ཡིད་ཆགས། ཆགས་ཡོད་འདུག་ག་ལ། ཨ་ནེ་གནས་ཚུལ་གྱི་ཉེན་བརྡ་བཏང་ཡོད་སྐོར། ད་ང་ཚོས་ལ་དཔེ་ཤོག་ཁེ་ཞུ། ད་འདིའི་གནས་ཚུལ་དེ་ག་འདྲའི་ཆགས་འོང་རེད་ཟེར་དྲིས་ཡོད་འདུག་ག་ལ་དེ་རེད། ད་ལྟ་སྨན་ཁང་དེ་གའི་ནང་ལོགས་ལ་ཀམ་པུ་ཏྲའི་ནང་ལོགས་ལ་འབུ་ཞོག་ནས་ཀམ་པུ་ཏྲའི་ལས་ཀ་བྱེད་མ་ཐུབ་པ་ཆགས། ལས་ཀ་བྱེད་མ་ཐུབ་པ་ཆགས་དུས་ག་ལ་དེ་ཁྲི་སྟོང་གཅིག་ལས་ཡོད་ག་རེད་ད་འཕྲུལ་ཕྲེལ་གཅིག། འཕྲུལ་ཕྲེལ་དེའི་ནང་ལོགས་ལ་ག་རེ་བྲིས་ཡོད་རེད་ཟེར་ན་ཁྱོད་རང་དེ་ངས་འཇུས་ཚར་ཡིས། ཁྱོད་རང་དེ་ཁ་བཤད་ཐུབ་གི་མ་རེད་ད་ཁྱོད་རང་དེ་ཁ་བཤད་དགོས་བྱུང་ན་ཨ་ནེ། སྒྲ་ལར་ཡིན་ན་འདྲ་ད་ནི་ཡུ་རོ་ཁོ་མོ་ད་ནི་དབྱིན་ལན་གྱི་ད་ནི་པང་ཏི་ཏི་ཅི། ཉིན་བརྒྱ་དྲུག་ཅུ་ཡིན་ན་བརྒྱ་དང་དྲུག་ཅུ་ཡིན་ན་ཅི་ཁེ་ཤོས་སུ་བྱས་ནས། དེ་དགེ་འདུན་ཏན་ཡིན་གོ། དེ་དགེ་འདུན་ཏན་ཡིན་དུས་ག་ལ། ད་དེ། དཔེ་ཤོག་དེ་མ་སྤྲད་ན་ཆུ་ཚོད་གཉིས་ནང་ལོག་ལོ་ཆུ་ཚོད་གཉིས་ལས་བརྒལ་ན། ཨ་ནེ། དེ་ལས་ཆེ་ག་ཅིག་དཔེ་ཤོག་ཡང་ཕར་འགྲོ་ཡི་ཅིག། ཐ་ན་དཔེ་ཤོག་མ་སྤྲད་པ་ཡིན་ན་ཆུ་ཚོད་དྲུག་ག་རེ་ཆུ་ཚོད་གཅིག་དུས་ཚོད་ངེས་ཅན་ཞིག་སྤྲད་ནས་དེ་ལས་བརྒལ་བ་ཡིན་ན། དཔེ་དེ་ག་མི་ཁྲུས་ནང་ལོག་ལས་ཀ་ཚང་མ་མེད་པ་བཟོ་གི་གསོད་ཀི་ཡོད་ཅེས་ནས། ཉེ་ད་ཏི་ཏི་ཅིའི་གླད་ཡིན་གོ་རོ། དེ་འདྲའི་ཉེས་བརྡ་དེ་སླད་ཡོད་དུས་ག་ལ་ད་དེ་ཡིན། དབྱིན་ལེན་བྱེད་པོ་མ་རེད་རྒྱ་གར་གྱི་ཀུམ་བུ་ཁྲི་འབུམ་གཉིས་ཟེར་ལ་དེ་གི་གནས་ཤུལ་ཐད་པ་རེད་ལུང་པ་ཅོ་རི་ཅོ་ཚའི་ནང་ལ་ད་དེའི་གནས་ཤུལ་མང་པོ་ཐད་པ་རེད། བཀའ་སྡོད་དེ་ད་ལྟ Microsoft Office གི་སྦྱིན་བདག་ཚོས་བཀའ་སྡོད Microsoft Office དེ་ཁོ་རང་ཚོས་དེ་ལེའུ་དེ་དགའ་རོགས་ཀྱི་སྟོན་ཚར་ཡོད་རེད་ད་དེ Update བྱས་མ་མཐོང་གི་ཚུལ་ལ་འབུ་དེ་ཞུ་བ་རེད་བ Update བྱས་ཚར་ན་དེ་ཞུ་མ་ཐག་པ་རེད་ལྷག་སོང་རེད། དེ་ལྟར་དེའི་གནས་ཚུལ་དེ་བཏང་ཡོད་འདུག་ག་ལ་དྭངས་སང་གི་རྒྱུ་ལམ་དེ་ད་ལྟ་བེ་ཀྲི་ཀོམ་བརྒྱུད་ནས་བཏང་བ་རེད་ད་བེ་ཀྲི་ཀོམ་སྐོར་དེ་ཁ་སང་སྙན་མ་ངེས་དོན་ནས་ཅིག་ཞུས་ཚར་བས་བེ་ཀྲི་ཀོམ་དེ་ཡང་དྲ་ལམ་གྱི་དཔལ་འབྱོར་བག་ཟོན་འགྲོ་ས་གི་དགེ་སློང་གྱི་ཆེད Digitalize ནང་ལོགས་ལ་དཔེ་ཤག་དེ་གི་ཕར་ཚུར་གཏོང་ཡས་བྱོས་བ་དྲ་ལོགས་བརྒྱུད་ནས Transaction ཕར་ཚུར་རྒྱུགས་ལེན་བཏང་ཡས་དེ་ལང་ཀ་གཅིག་རེད་དེ་ལང་ཀ་དེའི་ནང་ལོགས་ད་འཛམ་བུ་ལོའི་ལྔའི་མང་ཆེ་བ་ཞིག་དེའི་ནང་ལོགས་ལ་ཕར་ཚུར་རྒྱུགས་བསྡད་ཡོད་རོགས་ད་ད་དེ་ཡིན་ནས་ད་ད་བར་ད་ལང་ཀ་དེ་སྐྲུན་མཁན་སུ་ཡོད་མེད་སུ་གོན་ཆ་གོ་གོ་མ་རེད་ད། ཡིན་པ་ཡིན་ན་ཡང་དྲ་རྒྱའི་སྟེང་ལ་བཟོད་མཁན་མི་དེ་གི་མིང་ལ་ཡང་ད་ལྟ་ནག་སྐོར་མ་ཏོག་སེང་གེ་ཅེས་བཏོན་པར་བ། དེའི་ནང་དུ་ཁོ་རང་གི་མིང་དེ་རྒྱ་དཔེ་གི་མིང་བྱས། མི་དེ་འདྲ་བོ་ཅིག་རྒྱ་དཔེ་མིང་ཡོད་རེད་དེ་བར་མདའ་པ་དུ་མེད་དུ་སུ་ཡི་ཙམ་བརྙེད་ཡོད་པ་རེད། གལ་ཏེ་བརྙེད་མེད་དུས་ག་ལ་ད་དོག་པ་ཟ་བར་མདའ་ལ་ཡོད་མི་དེ་རྒྱ་གཞུང་སུ་ཡིན་མིན་དོག་པ་ཟ་བསྡད་ཡོད་རེད་བ། གཅིག་ནི་གླིང་ཕྲན་གཞན་དག་ཅིག་མིང་འགྲོ་སྟེ་དོག་པ་ཟ་ནས་རྒྱུ་མཚན་བཤད་མཁན་ཁག་ཅིག་ཡོད་རེད། གཅིག་ནི་དེ་ཡི། ཨ་རིག་གི་གསང་བའི་ལས་ཁུངས་ནང་ལོགས་ཀྱི་བེད་ཤེས་ལས་ཀ་དེ་བྱས་ཡོད་ས་རེད་ཅེས་དོགས་པ་ཟ་མཁན་བྱས་མིན་གསུངས་པ་དེ། དེ་བཟོས་མཁན་མི་དེ་གི་བཟོས་ཚར་ནས་ཨ་ནི་བེད་ཤེས་ཤི་སོང་ཡོད་ས་རེད། བཟོས་ཚར་ནས་ཁོ་རང་གི་ཚང་མ་བཟོས་ཨ་ནི་ཁོ་རང་གི་མུ་མཐུད་ནས་བེད་ཤ་གཏང་རྒྱུ་མ་རག་པ་བྱས་ཤི་སོང་ཡོད་ས་རེད་ཅེས་ནས། ད་ག་ནི་ཚད་པ་མི་འདྲ་བ་གསུམ་ནང་ལ་འགྲོ་བསྡད་ཡོད་རོ། ད་དེའི་སྐོར་དེ་ངས་དེ་རིང་སྐྱར་བཤད་ཡོ་བྱད་དེ་བྱེད་མི་དགོས་ཆེད། ངས་ད་ལྟ་གོང་དུ་ནོར་མོ་ཙེ་པར་རིས་ཀྱི་ཕུད་ད་པར་རིས་དེ་གཤོམ་དུ་དོད་ཡོང་གི་རེད། དེ་པར་རིས་དེའི་ནང་ལོགས་ཟེར་བ་ཡིན་ན། ཉེ་ཆར། ད་ལྟ། བི་ཏི་ཀོང་ཡི་རྒྱུད་ནས། གླུ་ལས་དེ་གའི་ནང་ལོགས་ལ་དྲང་པོ་གློད་ནས་གླུ་ལས་ཀྱི་ལས་ཀ་བྱེད་མ་ཐུབ་ཡོད་བཟོས་ཡས་ཀྱི་བཟོས་ཡོད་དུས་ག་ལ། དེ་ལ་དཔེ་ཤོག་མཁས་ཤོས་སུ་བྱས་ནས་རྒྱུན་དུ་བསྟན་ཡས་ཀྱི་ག་འདྲ་ག་འདྲ་བཏོན་ཡོད་མེད་དེ་ད་ལྟ་དེའི། པར་རིས་དེ་ནང་ལ་ཡོད་རེད། པར་རིས་དེ་ཡིན་ན་ངའི་ཕཱ་ཡེལ་ནང་ལ་ཡོད་པ་ཡིན་ཙང་འདི་རྣམ་པ་ཚོས་ཡར་ཁ་ཤས་གོ་མ་ཐུབ་མདུན་ལ་པར་རིས་དོར་བྱས་ནས། མཐོང་གི་མ་རེད། ཅེས་བྱ་བ་དང། འདི་དག་མང་ཆེ་བ་དེ་ད་ལྟ་དེ་གླུ་ལེན་ནང་ལོགས་ལ་དྲ་འབུ་བཏང་ནས་དཔེ་ཤོག་བླུ་མཁན་དེ་བྱང་ཀོ་རི་ཡ་ཡིན་པ་ཅིག་ད་བར་ཟ་ཧོར་ད་གར་ཅི་ནས་ཟ་ཧོར་རེད་ཟེར་དུས་ག་ལ་སྐབས་དེ་དུས་བྱང་ཀོ་རི་ཡ་ལ་དཔེ་འཇོག་གི་ཉེས་ཆད་བཅད་ནས་དཔེ་འཇོག་གི་དཀའ་ངལ་འཕྲད་བཞིན་པའི་སྒང་ཡིན་པ་དང་གཅིག། གཉིས་ནས། དེ་འབྲེལ་གྱི་ད་ལྟ་གྲངས་འབོར་དེ་འབྲེལ་གྱི་ད་ལྟ་རྫོགས་ཚོང་མ་ལག་དེ་འདྲས་དཔེར་ན་གཞུང་འབྲེལ་གྱི་ནང་ལོགས་ལ་དཔེར་ན་གཞུང་ཁོ་རང་གི་འོག་ལ་ཚོགས་པ་ཆུང་ཆུང་དེ་འདྲས་ཀྱི་ལས་ཀ་བྱེད་དེ་ངས་དེ་ཙམ་བྱེད་ཕོད་ཀྱི་མ་རེད་ལ་བྱེད་ས་ཡོད་མ་རེད་བྱེད་ཐུབ་མ་རེད། ད་དེ་བྱེད་མཁན་དེ་སུ་ཡི་སྒོ་རུ་བཟུང་གི་རེད་ཡིན་ཕན་ཆད་རྒྱ་ཁག་གཅིག་གི་ངོས་ནས་བྱེད་དགོས་རེད་མ་གཏོགས། རྒྱ་ཁག་གཅིག་གི་སྟངས་འཛིན་འོག་ལ་ཡོད་རྒྱུ་གི་ཚོགས་པ་འགལ་བ་གཅིག་བྱས་ན་རྒྱ་ཁག་གི་སྲིད་གཞུང་དེ་ག་ལོང་ཚ་ག་གོ་གི་རེད། དེ་འདི་བྱེད་དགོས་རེད་ད་དེ་ཡིན་པ་ཡིན་ཙང་འདི་བྱང་ཀོ་རེ་ཡ་མ་ད་འགྲོ་ས་མེད་འགྲོ་ཟེར་གྱིན་ནས། བྱང་ཀོ་རེ་ད་བ་ཟེར་བ་རེད་ལྷག་པ་དེ་ཡང། ཨ་རི་འདྲ་བ་བྱེད་མ་ཡིན་ན་དཔལ་འབྱོར་གྱི་འགུལ་མདོ་བསྟན་དུས་ག་ལ་ཉུང་ཉུང་དེ་རུ་སྟོན་གི་མ་རེད་ཟེར། ཁྱེད་ཚོ་ད་ལྟ་དཔལ་འབྱོར་དེ་ཉུང་ཉུང་རེད་མི་རེ་རེ་གི་ཀམ་པུ་ཏེར་གླུ་ལེན་རེ་རེ་གི་བརྒྱུད་ནས་འགྲོ་ལ་ཉིས་བརྒྱ་ཡ་ཡས་མ་ཏོ་ད་འགོག་ཡོད་མ་རེད་དེ་འདི་བྱེད་མ་ཏོ་འགུལ་མདོ་བསྟན་ཡོད་མ་རེད།

འོ་ན་ཁ་རའི་གང་ཟག་གཅིག་བྲིས་ཡོད་ད་ཁོང་ཚོ་མིང་དེར། དེ་རྩ་བའི་ཁོང་ཚོའི་འཕྲུལ་རིག་མ་ལག་དེ་གི་མིང་རེད། དེ་ད་དང་པོ་དེ་གླུ་ལེན་དང་རུང་ཚུལ་གླུ་ལེན་མ་ཡི་གེ་ཕ་གི་ལ་ལས་ཀ་བྱེད་ས་གཙོ་བོ Microsoft Office གི་ལས་ཀ་བྱེད་ས་ལྟེ་བ་དེ་གི་དེ་ལ་ཨ་ནི་ཁ་ཞེ་མ་ཐོ་ཡོད་སུས་གཉིས་པ་གསུམ་པ་བཞི་པ་ཚེ་བཞི་ལས་བརྒལ་ན་ཨ་ནི་གཙང་ནས་སྒོ་རྒྱག་ནས་ལས་ཀ་བྱེད་ཡས་མེད་རྒྱུ་དེ་འདི་སུས་ཡས་བྱེད། དེ་འདི་ཅིག་བང་ར་འདི་ཡོད་རེད་ཟེར་བར། ད་འདི་བྱང་ཀོ་རི་ཡ་ཡིན་པ་ཡིན་པ་ཡིན་ན། བྱང་ཀོ་རི་ཡ་དེ་དགའ་རོགས་བཅས་ཀྱིས་ད། ནང་ཆོས་ཀྱི་ཚད་པ་ལ་འགལ་བའི་ཐོག་ནས་འཕྲུལ་རིག་གི་ནུས་པ་འབུར་དུ་ཐོན་ཚར་བ་ཅིག། དེ་འདྲའི་ཆེད་ད་ཨ་རི་གི་ཞེ་སྣང་བྱེད་ཀྱི་ཡོད་རེད་བ། ད་ཨ་རིས་གཙོས་པའི་ད་ནུ་ཞོ་རྒྱ་ཁག་མང་ཆེ་བ་བཅས་ཀྱིས་བྱང་ཀོ་རི་ཡར་དེའི་དོགས་སེལ་བྱས་ཡོད་ད་ནང་རྒྱུན་ནས། དེ་ལྟར་བྱང་ཀོ་རེ་ཡའི་དབུས་སུ་ར་ལྷོ་ཀོ་རེ་ཡ་དང་རྒྱ་པན་བཅས་དེ་ཚོ་གི་གླུ་ལས་དེ་གི་ལྟར་དེ་གི་རྒྱུད་ནས་རྐུན་མའི་དྲ་ལོག་གི་རྒྱུད་ནས་དྲ་འབུ་གླུད་གི་ཡོད་པ་བཅས་དེ་ཚོ་གི་ས་བོན་གནས་ཚུལ་ཙམ་པ་རྐུ་འཁྱེར་བྱེད་གི་ཡོད་པ་བཅས་ལྷོ་ཀོ་རེ་ཡའི་ས་བོན་གི་ཐོག་ནས་ས་བོན་བོད་སྐད་ལ་སྒྲིག་འཛུགས་ཀི་ཐོག་ནས་ཧ་གོ་ཡོད་རེད་བ། དེ་ཧ་གོ་ཡོད་པའི་པར་རིས་དེ་བ་ལང་བ་ཏག་འཛམ་བུ་གླིང་ལ་སྐད་གྲགས་ཆེན་པོ་ཆགས་ཚར་རྒྱུ་གི་པར་རིས་ད་ནང་གི་ནང་པ་ཚོ་ལ་ཕུལ་ཡོད་དེ་པར་རིས་དེ་རེད། པར་རིས་དང་པོ་དེའི་ནང་ལོགས་ལ། ཨ་ནི་བྱང་ཀོ་རི་ཡ་གིས་ཨ་ནི་ལྷོ་ཀོ་རི་ཡ་ལ་སོགས་པའི་གནས་ཚུལ་དེ་གའི་དངོས་སུ་བོད་ཀྱི་སྲུང་བའི་ཐོག་ནས་སྐུ་བལྟ་བྱེད་ཀྱི་ཡོད་པས་ཨ་ནི་པར་རིས་ངོ་མ་བྱེད་རག་པ་རེད། གཉིས་པ་དེ་ཨ་ནི་ད་ལྟ་སྦི་ཏི་ཀོང་ཡི་རྒྱུད་ནས་ལས་ཀ་ག་རེ་བྱེད་ཀྱི་ཡོད་མེད་ཀྱི་དང་ཨ་ནི་དེ་ཚང་མ་ལ་ད་ལྟ་བྱང་ཀོ་རི་ཡའི་གི་ལས་ཀ་ཁོ་རང་ཚོས་གི་བྱེད་པ་ཙམ་དུ་མ་ཟད་པའི་སྲིད་འཛིན་ཀིམ་ཇང་འདི་འདྲའི་ཞུ་ནས་བལྟ་བཅུག་གི་ཡོད་པ་བཅས་སོ་སོ་པར་རིས་རག་པར་བ། ངས་དེ་པར་རིས་གཉིས་ཀ་ནས་བོད་ཤ་ཡུལ། དེ་ད་ལྟ་གལ་སྲིད་ད་ལྟ་བི་ཏི་ཀོན་དེ་ཟུར་བཀལ་དེ་བྱང་ཀོ་རི་ཡ་ཡིན་པ་ཡིན་ན་ནག་པོ་མོ་ཏོ་ཟེར་བའི་མི་དེ་བྱང་ཀོ་རི་ཡའི་མི་ཡིན་པ་ཡིན་ན། བྱང་ཀོ་རི་ཡ་ལ་ནི་ད་དཔལ་འབྱོར་གྱི་ད་དཀའ་ངལ་འཕྲད་མི་སྲིད་པ་འདྲ་བོ་དེ་འདྲས་ཅིག་གི་ཆགས་ཡོད་རེད། ག་རེ་བཟོ་གི་འདུག་ད་ལྟ་ད་བི་ཏི་ཀོན་བརྒྱུད་ནས་དཔལ་ཤ་ཟ་བྱས་པ་དེ་འགྲོ་ལ་ཐེར་འབུ་བཅུ་གཅིག་དང་ཕྱེད་ཀ་ལྷག་ཙམ་གཟིམ་ཚར་ཡོད་རེད།

ད་ཡིན་ན་ཡང་ད་བྱང་ཀོ་རེ་ཡ་གི་འཕྲུལ་ཆས་དེ་གའི་བེ་ཤའི་སྟངས་ལུགས་ལྟར་ད་ལ་ལྟོས་པ་ཡིན་ན་འབྲེལ་བ་ཆེན་པོ་ཡོད་པ་གྱིས་ད་དོགས་པ་མ་ཟ་རུང་ཟ་འདྲ་བ་གྱིས། ད་དེ་འདྲའི་གི་རྒྱུ་ནས་ད་བ་ལང་ད་ལྟའི་བྱང་ཀོ་རེ་ཡ་གི Five G དེ་རྒྱ་ནག་ནས་ཉོས་ནས་བྱང་ཀོ་རེ་ཡའི་ནང་ལ་བཙུད་པ་ཡིན་པ་ཡིན་ན་བྱང་ཀོ་རེ་ཡ་གི་འཕྲུལ་ཆས་སྟོགས་ཤོག་དེ་ད་ཨ་རི་གིས་གཉའ་མ་ཐོབ་ཡོད་གྱིས་དེ་འདྲའི་གི་འཕྲུལ་ཆས་གི་ལས་ཀ་ཚང་མ་ལ་འགྲོ་ཚད་མཐོན་པོ་ཞིག་ག་ལ་འགྲོ་གི་རེད་ཅེས་ནས་ད་དུང་སེལ་བྱེད་དགོས་ཡ་གཙོ་བོ་དེ་རེད་ཅེས་ནས་ད་ཨ་རི་གིས་ཞེད་སྣང་བྱེད་དགོས་ཡ་དེ་དེ་འདྲའི་ཅིག་ཡང་འདྲི་ཤེས་རྒྱ་ནི་རེད་གྱིས། ད་ལྟ་ངས་ངའི་གོང་དུ་ཁྲིམས་དཔོན་གྱི་མགོ་བཙུགས་པ་ནི་མགོ་བཙུགས་དུས་ག་ལ་ཁྲིམས་དཔོན་ཞུས་པ་ཡིན་ད་ལྟ་ན་ཨ་རིའི་གི་གནས་ཚུལ་གཞན་གྱི་དེ་ག་རེད་ཟེར་དུས་ག་ལ། དཔེར་ན་ད་ལྟ་ལ་ཨ་རི་དང་རྒྱ་ནག་གཉིས་བར་དུ་འབྲེལ་མཐུད་བྱེད་འགྲོ་བསྡད་པ་ཅིག་གིས་ཚོང་འབྲེལ་གྱི་ཐོག་ནས་དམག་འཁྲུག་འདྲ་བོ་ཅིག་ཨ་ནས

བླ་མ་ཁོ་ཆགས་པ་ཡིན་ན་དེ་ནི་ཨ་རིའི་ཤོག་པ་རེད། གཞན་དེ་མིན་གྱི་ད་ལྟ་བར་དུ་ད། སྡིངས་ཆ་གང་དྲན་ཞིག་ཐོག་ལ་ཡིན་ན་ཨ་རི་གི་དབང་བསྒྱུར་བྱས་བཞག་ཡོད་རེད། ད་དེའི་གནང་ལུགས་ལ་གནས་ཚུལ་གཅིག་དེ་ག་རེ་རེད་འགྲེལ་བཤད་ག་རེ་རྒྱག་འོང་ཟེར་ན། ད་ད་ལྟ་ལ། དཔེར་ན་རྒྱ་ནག་ཡིན་པ་ཡིན་ན་སྔས་མ་ལ་དམག་མི་གི་གྲོང་འབོར་མང་པོ་ཞིག་བརྒྱབ་པར། ཨ་ནི་དེ་ཚོ་ལ་ཅིག་ལག་པ་ལ་འཁོལ་ཡ་འདྲ་བོ་དང་དེ་ཚོ་ལག་པས་ཀྱི་མེ་མདའ་ཞོ་ཡ་བཟོ་འདྲ་བོ་དེ་འདྲའི་དུས་ཆེན་ཞིག་བརྒྱུད་བསྐྲུན་པ་རེད་མ་གཏོགས་གཞན་དག་གནས་ཚུལ་མང་པོ་ཞིག་ཁོ་དྲན་ཡོང་མ་རེད། ཨ་རིག་གི་དེའི་ཚབ་ག་རེ་བྱས་པར་ཟེར་ན། རྒྱ་ནག་ཡོད་ས་གི་ཁྱིམ་མཚེས་ཀྱི་ས་ཁུལ་དེ་གའི་ཚང་མ་ལོ་སྟངས་འཛིན་བྱེད་ཅེས་ཀྱི་ཨ་རིག་གིས་བསོད་ནམས་བཏང་བ་རེད། དེ་གི་རྒྱུ་རུ་ནང་ལོ་ཨ་རིར་ལོ་འགྲོ་ཤུགས་ཆེན་པོ་རྒྱོ་ཡོད་རེད་དཔེར་ན་ཐེ་ཝན། ཨ་ནེ་དེ་ནི་ཚུལ་ཤོ་ཏི། South Korea། ཨ་ནེ་རྒྱ་པན། ཨ་ནེ་རྒྱ་གར། ཨ་ནེ་པཱ་ཀི་སི་ཐན། ཨ་ནི་དེ་ཚོ་ཚང་མ་ལོ་ཨ་རི་གི་སྟངས་འཛིན་བ་ལོ་ཡོད་རེད། དེ་ནི་ད་ལྟ Thailand ཨ་དེ་ནི Singapore Malaysia དེ་ཚོ་ཚང་མ་ལོ་ཨ་རི་གི་སྟངས་འཛིན་བྱེད་ཡས་ཀྱི་བྱ་བྱེད་ཤུགས་ཆེན་པོ་བསྟན་པ་རེད། ཁྱེད་ཚ་ཡིན་པ་ཡིན་ཚ་ད་བར་ལམ་གཅིག་ནས་དེ་ལྟར་ལྷོ་རྒྱང་སེར་གྱི་ལྷོ་རྒྱ་ནག་རྒྱང་སེར་གྱི་འགྲོ་མ་དེ་གས་ལ་ད་བོད་གས་ལ་མཚོ་ལི་ཆུང་ཆུང་ཆུང་ཆུང་གི་སྡང་བའི་སྡང་བ་སུ་ལ་ཡོད་མེད་ཀྱི་རྩད་གཞི་ཆེན་པོ་སློང་བསྡད་ཡོད་དེ་གས་ཚང་མ་ལོ། རྩ་བ་ཨ་རིག་གི་ས་དེ་ག་དེ་ང་ཚོ་ཡི་ཟེ་གོ་བར་ཐག་ཨ་རིག་གི་གཙོ་བོ་དེ་ཚོ་དེ་བེ་ན་ཝེ་ནམ་ད་ཐཱ་ལེན་ད་ད་མ་ལེ་ཤི་ཡ་དེ་ཚོ་གི་ས་ཤ་ལ་འབྲེལ་བ་ཡོད་རྒྱུ་དེ་ཚོ་དེ་དེ་ཚོ་གི་རེད་རྒྱ་ནག་གི་སྟངས་འཛིན་བྱེད་ཆོག་གི་མེད་ཟེར་གྱི་ནས་ཨ་རིག་གི་རྒྱུ་མཚན་དེ་ཤེས་དགོས་རོགས་ལུང་པ་དེ་ཚོ་ལ་རྒྱ་སྐྱོག་གི་རྣོ་འབེ་ཐོག་ནས་རྒྱ་ནག་གི་ང་ཚོ་ཡི་ཟེར་གྱི་ནས་དེ་ད་རྩེ་གཞི་དེ་རྫོགས་བྱེད་ནས་བླངས་པ་རེད། རྩེ་གཞི་དེ་སློང་དུས་སྐབས་ལ་ཨ་རིག་གི་སོ་སོ་སྟངས་ད་ག་རེད་ཟེར་ན་ས་ཤ་དེ་གི་དེ་རྒྱ་ནག་ལ་ཤོར་བ་ཡི་ན

འགར་བ་འབད་རྩོད་བྱས་པ་རེད་དེ་འབད་རྩོད་དེ་གས་དེ་ཨ་རིའི་གནས་ཤོག་འོག་ནས་ར་ཐོག་ཡོད་མ་རེད། ཁྱེད་ཚང་ལྟ་ན་ཁྲིམས་ཆད་ཀྱི་ཐོག་ནས་ཨ་ནེ་ཨ་རི་གས་དེ་ཚང་མ་རྒྱ་ནག་ལག་པ་ལ་ཤོག་པ་ཡིན་ན། ད་ཤོག་ས་ཆེན་པོ་བྱས་ནས་ཤོག་འགྲོ་གི་ཡོད་པ་ཡིན་ཚེ་ད་འདི་ཨ་རི་ཚང་ནས་ཤོག་བཅུག་འདོད་ཡོད་མ་རེད། ད་གནས་ཚུལ་དེ་ཤེས་གི་ཡོད་ར། ད་དེ་སྐབས་སུ་བཤད་ཡས་གཙོ་བོ་དེ་དེ་རེད་ཞེས་ལྟ་ཅི། ཞེས་བྱ་བ་ལྟར་གནས་ཚུལ་དེ་འདྲའི་ཆེད་དུ་ནི་ད་བར་ན་རྒྱ་ནག་གི་གཙང་པོ་བོད་ཅེས་ནི་རྩོམ་གྱི་དྲིལ་སྒྲོག་དེ་སོ་ཡིན་ཏེ་སྐད་སྒྲ་ཆེན་པོ་ཆགས་སོང། དེའི་ནང་ལོགས་ལ་ཨ་རི་དང་རྒྱ་ནག་གཉིས་ད་དམག་འཁྲུག་ལམ་བསྲིངས་རེད་བསྲིངས་མ་རེད་ཟེར་ཅེས་ཀྱི་རྗེས་གཞི་ཐོག་ལ། ཁོང་གིས་ག་རེ་བྲིས་ཡོད་རེད་ཟེར་ན། དམག་འཁྲུག་དམག་འཁྲུག་ལོང་བསྲིངས་མི་སྲིད་ཟེར་ཏེ་ཤི་སྟངས་ཚད་དཔག་མི་ཐེག་རང་བཞིན་གྱི་རེད། ཤུགས་བསྐྱེད་ནས་འཛམ་བུ་གླིང་དུ་གློག་འབུག་གི་འགྱུར་ལྡོག་འདྲ་མི་འདྲ་ཡོང་སྲིད། ཤུགས་གཞན་གཅིག་ནས། ཨ་ནི། སྲིད་སྡེའི་སྐུ་ཕྱོགས་ཁག་ལ་བདེ་སྐྱིད་ཚོས་སོ་སོའི་གི་སྐུ་ཕྱག་ཟེར་ན་འདྲ་སོ་སོའི་གི་གོ་གནས་ཀྱི་ཆེད་དུ་ཡང་འདྲ་མི་འདྲ་ཡོང་སྲིད་གི་རེད་དཀའ་རེད། དེ་ལྟ་དེ་འདྲའི་དེ་ཚ་ཚད་བག་མ་ཐེག་པའི་རང་བཞིན་རེད། ཡིན་ན་ཡང། གལ་སྲིད་དམག་འཁྲུག་ཅིག་ལོངས་པ་ཡིན་པ་ཡིན་ན། དེའི་ཉིན་མོ་དེ་ལ་གུང་ཁྲན་ཏང་དེ། གི་ལས་དབང་དེ་མཇུག་རྫོགས་པའི་ཉིན་མོ་དེ་རེད་ཟེར་གྱི་ནི་དེ་དྲི་དོགས་ཏེ། མཇུག་རྫོགས་པའི་ཉིན་མོ་རེད་ལྷག་པར་དེ་ཡང་ང་ཡིན་ན་བློ་ཕོག་ཤོག་དེ་སྐབས་དེ་དུ་རྒྱ་ནག་མ་མོ། ད། ད་ས་ཡ་མང་པོ་ལ་ཡང་ཨ་ནེ་པ། ཨ་ནེ་བཟོད་གླགས་མེ་ཐོག་ཡེ་གི་ནང་སོག་ད་སྡུག་བསྔལ་ནང་ལ་ལྷུང་གི་རེད་ཟེར་གྱི་འདུག་ཁོང་གི་དེབ་ཅིག་འདུག་བ་དེ་མགོ་ནས་མ་བདའ་འདུག་ཁོ་རང་གི་དེ་ཡ་དེ་ལ་ད་ད་ད་རྒྱ་ནག་ནང་ལོ་རྩམ་པ་པོ་དང་ཨ་ནེ་ཀྱེ་མཐོ་སློབ་ཆེན་པོའི་གི་མཁས་དབང་ཡོད་བཞིན་གི་ཁག་ཅིག་གི་བ་ལང་བཙོང་ཤུགས་ནང་ལོག་ལ་ཨ་ནེ་དེ་འགྲིག་གི་འདུག་དམག་འཁྲུག་རྒྱག་གི་རེད་ཟེར་ད་རེ་ཨ་རི་གི་རྒྱ་ནག་ལ་གཉའ་ཁྱུ་མང་པོ་བཤིག་གི་འདུག་ཟེར། མཚོ་ལས་ཀྱི་བདག་དབང་དེ་གའི་དེ་རྒྱ་ནག་ལ་ཡོད་བཞིན་དུ་ཡོད་མ་རེད་ཟེར་གྱི་ནས། ཇའི་དང། མཁས་དབང་དེ་མུ་མཐུད་དུ་ཨ་རིའི་གྱི་སྟངས་འཛིན་བར་ལ་བཅུག་ཡས་ཀྱི་ལས་ཀ་མང་པོ་བྱས་ཀྱི་འདུག་རྒྱ་ནག་ལ་དམག་རྒྱག་དགོས་རེད་ཟེར་གྱི་ནས། དེ་འདྲའི་གསུང་མཁན་མང་པོ། འདུག། ཡིན་ན་ང་གད་མོ་ཤོར་གྱི་འདུག། དེ་ཚོ་གྱི་འདུག་ཟེར་གྱི་ནས་དམག་རྒྱག་ཟེར་ན་ག་རེ་ཟེར་བ་རེད། ཨ་རི་དེ་དམག་རྒྱག་པ་ཡིན་ན། དེའི་ཉིན་མོ་དེ་ལ། ཨ་ནེ་གུང་ཁྲན་ཏང་སྲིད་གཞུང་དེ་ཤེས་ཀྱི་ཉིན་མོ་དེ་རེད། ག་གེ་ཞིག་ཨ་རི་འདུས་ནས་ཁེ་བཟང་རག་ཟེར་གྱི་ཡོད་མ་རེད། དེ་གེ་སར་ར་ཡ་མེད་པ་དེ་ཧོར་གྱི་དང་ཁོ་རང་གི་སེ་སེ་དེ་འདྲ་གོ་རེད། ཡིན་པ་ཡིན་ཚ་ག་དུས་ཡིན་ན་ཨ་རིག་གི་འདུས་ལ་དཔེ་ལས་འཕྲ་ན་རྒན་མོ་རྒན་ཡ་མེད་ན་རྒན་མོ་རྒན་འདུ་འདུ་བྱེད་དགོས་ཡས་ཆགས་བསྡད་ཡོད་རེད་ཅེས་ནས་དེ་འདྲ་ཅིག་བྲིས་ཤག་ཨ། ཅེས་ད་ལྟ་གནས་ཚུལ་འདི་ཨ། ད་རྒྱ་ནག་གི་ཕྱོགས་ནས་གནས་ཚུལ་དེ་འདྲའི་ཆེད་ཨ་རི་གིས་གཅེས་འཛུལ་བྱས་དེ་དང་ཨ་རི་གིས་རྒྱ་ནག་ལ་དུང་སེལ་བྱས་དེ་འདི་འདྲའི་ཆེད་ཡིན་པ་ལ་ཨ་རི་རང་ངོས་ནས་ག་རེ་བྱེད་དགོས་རེད། དེ་ཡི་དུས་སྐབས་ལ་ད་ཨ་རི་རང་ངོས་ནས་རྐུན་མས་དྲ་ལམ་དེ་གས་ཀྱི་བརྒྱུད་ནས་འཛམ་བུ་གླིང་ནང་ལོག་ལ་ད་ཀོ་ཏག་དང་སུ་བན་ཉུང་ཤོས་དང་ཨ་ནུ་སྔོ་ཤེར། ཨ་ནེ། རྗེས་བཞག་པ་དེ་གས་དེ་ད་ཚད་མེད་པ་བྱེད་རོགས། དེ་ཚད་མེད་པར་ཡིད་ལུས་ཡོད་དུས་དེ་ཨ་རིར་རང་གི་གསོ་བའི་གནས་ཚུལ་མཁྱེན་ནས་ཤར་ལྷོ་རུ་བྲོས་འོས་ངེས་བསམ་སྣང་བ་འདྲ་ཡོད་ཀྱི་ཉེ་དུ་ཁྱོད་གསུམ་ལ་ལ་འཛམ་བུ་གླིང་ལ་ད་ཆ་གསང་བ་ཅི་ཞིག་ལོ་མ་སྟོན་པར་རོ། ཁྱེད་ལ་གནས་ཚུལ་དེ་གས་དེ་ཧ་ཅང་གི་ད། གྲ་རྒྱས་པོ་རེད་རིང་པོ་རེད་ངས་གནས་ཚུལ་དེ་གས་འགྱུར་ཚར་མ་ལོ། ནས། ཙོང་ཤུ་ཕེ་ཁེའི་ཤུ་གུ་ཉུ་ཡུས་རྩ་གྲངས་བཅས་ཀྱི་ཡོ་བཅུད་ཅིག་འདི་ཞིག་བྲིས་ཡོད་ངས་མ་བྲིས་ན་ངས་མ་སྟོན་གོ་བྲིས་ཏེ་སྟོན་མང་དག་ལྷག་ནས་ཡོད། ཁྱེད་ལ་ད་དུས་ཚོད་ཞུགས་ན་ཞུ་གུ་དེའི་སྐོར་དེ་ཤེས་རྒྱུ་བྱེད་ཨ་ནི་ད་ནས་བཟང་མ་ཤེས་ན་མང་དྲགས་ས་རེད།